རྩ་བ་བླ་མེད་ཞབས་ལ་སོགས་པ་ནི་བདག་བསྲུང་གྲོགས་པོ་བློ་སྣ་ཆུད་ལ་གནས་ལུགས་རྟོགས་པ་སྐྱེ་བར་སེམས་བསྐྱེད་ལོ། མཐའ་ཡས་པའི་སེམས་ཅན་ཐམས་ཅད་དེ་ནས་འཁོར་བ་སྡུག་བསྔལ་གྱི་རྒྱ་མཚོ་ལས་བསྒྲལ་ནས་རྣམ་བསྒྱིངས་སངས་རྒྱས་ཀྱི་གོ་འཕང་ལ་འགོད་པར་བྱ། དེའི་ཆེད་དུ་དེ་ནི་སེམས་དཔའ་ཆེན་པོ་ཁུ་ནུ་བླ་མ་བསྟན་འཛིན་རྒྱལ་མཚན་རིན་པོ་ཆེའི་དེ་ནས་བཟུང་བྱང་ཆུབ་སེམས་ཀྱི་བསྟོད་པ་རིན་པོ་ཆེ་ཡི་སྒྲོན་མེ། ཞེས་བྱ་བ་དག་སྟེ། སེམས་ཉིད་མཉམ་པ་དེ་ནི་ཀུན་སློང་བྱང་ཆུབ་མཆོག་གི་ཐུགས་དཀྱིལ་དང་ལྡན་པའི་སེམས་ཀློང་ན། མཁའ་མཉམ་འགྲོ་བ་བདེན་འདུག་ན། བྱང་ཆུབ་སེམས་ལ་སྐྱིད་པར་བྱའོ། མཁའ་མཉམ་འགྲོ་ལ་ཕན་འདུག་ན། བྱང་ཆུབ་སེམས་ལ་སྐྱིད་པར་བྱའོ། ད་ནམ་མཁའ་དང་མཉམ་པར་འགྲོ་བ་ཐམས་ཅད་ལ་དེ་ནི་ད་བདེ་བ་ཅིག་འདོད་ཀྱི་ཡོད་ན། དོན་ནི། ད་བྱང་ཆུབ་ཀྱི་སེམས་ལ་སྐྱིད་པར་བཟོ་དགོས་རེད། ད་དེ་ག་རེ་བྱས་ནས་དེ་ནི་རེད་ཅེ་ན། སྤྱིར་བཏང་དེ་ནི་མི་ལ་ད་བདེ་བ་འདོད་པ་དང་སྡུག་བསྔལ་མི་སྡུག་པ་གཅིག་པ་རེད། དེ་ཡིན་དུས་དེ་ནི་ཕན་ཆུང་ངུ་བཏགས་པ་ཙམ་གྱིས་གནས་སྐབས་ཉི་ཚེ་བའི་བདེ་བ་ཡོང་དགོས་མིན་པར་མཐར་ཐུག་གི་བདེ་བ་ཡང་ཐོབ་དགོས་མ་རེད། ཡིན་དུས་དེ་ནི་ནམ་མཁའ་དང་མཉམ་པར་འགྲོ་བ་སེམས་ཅན་ཐམས་ཅད་ལ་བདེ་བ་འདོད་དགོས་པོ་ཡོད་ན།

ད་ག་རེ་རེད་ཅེ་ན། བྱང་ཆུབ་ཀྱི་སེམས་ཞེས་བརྗོད་དེ། དེ་ནི་མཐའ་ཡས་པའི་སེམས་ཅན་ཐམས་ཅད་ལ་དེ་ནི་གནས་སྐབས་ཕན་པ་དང་མཐར་ཐུག་བདེ་བ་ལ་གནས་སྐབས་བདེ་བ་དང་མཐར་ཐུག་དེ་ནི་ད་དུང་དོན་དམ་གྱི་དེ་ནི་ད་ཐར་པ་གོང་འཕེལ་ཐོབ་དུས་དེ་ནི་ཕན་ཡོན་ཞིག་རེད་དེ་ཡིན་དུས་ཕན་བདེ་མ་ལུས་པ་འབྱུང་བའི་གཞི་ལ་ཆགས་དགོས། གཞི་གང་འདྲ་བའི་ཆགས་རེད། གཞི་གང་འདྲ་བའི་ཆགས་རེད་ཅེ་ན།

དྲན་དྲན་པ་ལ་སྐྱེས་དགོས་ལ། དྲན་དྲན་པ་དེ་ག་རེ་རེད་ཟེར་ན་ད་དྲན་དེ་བཟོ་བ་དེ་དྲན་དགོས་རེད་དེ་དེ་མ་དྲན་དགོས་རེད། ད་མ་དྲན་དགོས་རེད་དེ་མ་དེ་ད་པོ་གི་ཆུང་ངུ་དུས་ནས་དེ་ནི་དྲན་ག་རེ་བཟོས་དེ་དྲན་དེ་དྲན་ཡོང་དུས་དེ་ནི་མ་ལ་ཨོ་ང་མ་དེ་དཔེ་བཀའ་དྲིན་ཆེན་པོ་རེད་ད་བསམ་ནས་མ་ལ་བྱམས་པ་བྱེད་ཡག་དེ་བྱམས་པོ་བྱེད་ཡག་དེ་བསམ་ནས་སླེབས་དགོས་རེད་བ། ད་འཇམ་པོ་ཅིག་ཡར་ལིའུ་དེ་ལ་སྡུག་པོ་ཅིག་ཆགས་འོང་ན་དེ་ནི་སྙིང་རྗེ་སྐྱེ་དགོས། ད་མེ་ནི་རང་གི་སྣང་བ་ལ་མི་འགྲོ་བས་རལ་སྡུག་པོ་ཆགས་དོན་ཁོ་ལ་དགོས་ས་འོ་བཟོ་རེ་མ་ཏོ་ཁོ་ལ་སྙིང་རྗེ་སྐྱེ་གི་མ་རེད་བ། དང་པོ་སྣང་བ་འགྲོ་དགོས་སྣང་བ་འགྲོ་བ་ལ་བྱམས་པ་དེ་སླེབས་དགོས། ད་དེ་ནི་དེ་ཚང་དེ་ནི་ད་སྙིང་རྗེ་དེ་སྐྱེ་འོང། ད་སྙིང་རྗེ་སྐྱེས་དུས་དེ་སྡུག་བསྔལ་དེ་བྲལ་དགོས་རེད་སྡུག་བསྔལ་བྲལ་བར་སྲིད་པ་ལ་འཁོར་བའི་གནས་ལ་ཆགས་འོང་ན་སྡུག་བསྔལ་གྱི་རང་བཞིན་མ་གཏོགས་མི་འགྲོ་རུ། ད་དེ་ལ། སྡུག་བསྔལ་དེ་ནི་དེ་ལ་བྲལ་བའི་ཐབས་དེ་ག་རེ་གོ་དོ། ད་ཨང་དུ་ད་སྡུག་བསྔལ་བྲལ་བའི་ཐབས་ལ་ད། ཨོ། སངས་རྒྱས་ཀྱི་གོང་འཕང་བྱང་ཆུབ་ཀྱི་གོང་འཕང་ཐོབ། བྱང་ཆུབ་ཏུ་བོ་དྷིའི་སེམས་བསྡུ་བ། བྱང་ཆུབ་ཀྱི་གོང་འཕང་ཐོབ་སངས་ཀྱི་གོང་འཕང་དུ་གཅིག་པ། བྱང་ཆུབ་ཀྱི་གོང་འཕང་ཐོབ་བོ། ད་བྱང་ཆུབ་ཀྱི་གོང་འཕང་ཐོབ་པར་བྱེད་པ་ལ་ད་ཀུན་རྫོབ་བྱང་ཆུབ་སེམས་དེ་སྐྱེས་ནས་ད་ཨང་གི་ཐར་པ་ལ་བསྒྲལ་ནས་བྱང་ཆུབ་ཀྱི་གོང་འཕང་ཐོབ་བོ་བསམ་པ་དེ།

རྟེན་གྱི་བདེ་བ་ལ་འགོག་ནུས་བར་བ། ད་འཕེན་པ་དང་བདེ་བ་གཉིས་རྫོགས་ནས་དེ་ནི་བུའི་གནས་སྐབས་འཕེན་པ་མཐར་ཐུག་གི་བདེ་བ་ལ་འགོག་ནུས་པ། ད་དེ་འདྲའི་ཅན་ཡིན་དུས་བཟང་ཆུབ་སེམས་བསྐྱེད་ཀྱི་ཐུགས་གལ་ཆེན་པོ་ཐོབ་བོ་རེད་ཟེར། བཟང་ཆུབ་སེམས་མ་བརྟན་ན་སངས་མ་རྒྱས་མི་རྒྱས་རྒྱས་མི་འགྱུར། དེ་ཕྱིར་སངས་རྒྱས་ཐོབ་འདོད་པས་བཟང་ཆུབ་སེམས་ཀྱི་ས་བོན་ཐོབ་ཟེར། ད་བཟང་ཆུབ་སེམས་ལ་མ་བརྟེན་ན་དེ་ནི་སངས་རྒྱས་ཀྱི་མ་རེད། བྱང་ཆུབ་སེམས་ལ་མ་བརྟེན་པའི་སངས་རྒྱས་འོས་མ་རེད་སངས་མ་རྒྱས། བྱང་ཆུབ་སེམས་ལ་མ་བརྟེན་པའི་སངས་རྒྱ་གི་མ་རེད་སངས་མི་རྒྱ། བྱང་ཆུབ་སེམས་ལ་མ་བརྟེན་ན་སངས་རྒྱས་པར་འགྱུར་གྱི་མ་རེད། དེ་ག་རེ་རེད་ཟེར་ན་བྱང་ཆུབ་ཀྱི་སེམས་དེ་ཡུག་ན་དུས་ཆོག་པ། མི་ཡུག་ན་ཐབས་ཆག་པ། ད་བྱང་ཆུབ་ཀྱི་སེམས་རིན་པོ་ཆེ་དེ་ཡིན་པ་རེད། ད་ཆོས་ཀྱི་དཔུང་པ་བརྒྱད་ཁྲི་བཞི་སྟོང་མདོར་བསྡུས་ནས་བྱང་ཆུབ་སེམས་ལ་མ་འདུས་པ་མེད་པ་རེད།

གལ་ཆེན་པོ་ཆགས། ད་ཡང་འགའ་ཞིག་བསམ་གྱིས། བྱང་ཆུབ་སེམས་ཆོས་ཀྱི་གཏེར་དང་དབུ་མ་ཆེན་པོ་དང་རྫོགས་པ་ཆེན་པོ་དང་ས་བཅད་ཆེན་པོ་དུ་མ་པོ་དག་ས་བཅད་གས་ན་དེ་ནི་འཁོར་འདས་དབྱེར་མེད་སེང་གེའི་རྫོང་དུ་དག་དེ་གའི་མིང་མང་པོ་འདུག་ག་རེ་ག་རེ་གི་སངས་རྒྱས་དུང་དུ་མིང་མང་པོ་འགྲོ་བའི་དོན་དག་བྱང་ཆུབ་སེམས་འཁོར་རང་གི་སྐྱེ་ད་རོ། ད་བྱང་ཆུབ་སེམས་འཁོར་རང་གི་ད་རྒྱུ་མཚན་གཏད་བཤད། དེའི་དུས་དེ་ནི་སངས་རྒྱས་ཐོབ་པར་མ་འདུག་ན་མ་ཐོབ་པས་སངས་རྒྱས་ཐོབ་དགོས་འོ་ན།

ང་གཉིས་སེམས་ཀྱི་ཁུ་སྒྲ་སུ་མེད་ལི་ལི་ད་ནི་བཏང་སྙོམས་མ་ཐ་ན་ལི་འོ་སེམས་ཅན་ཐམས་ཅད་ད་ལྟའི་འབྲི་གོང་ཁོག་ལུགས་སུ་ཞལ་འགྲོར་ངེས་བསྟན་མ་བུ་སྙིང་སྔ་འགྱུར་པའི་ལུགས་སུ་བན་དང་པོ་བཏང་སྙོམས་ལ་སྦྱང་དགོས་རེད། འབྲི་གོང་མ་ལུགས་སུ་ལ་དང་པོ་ད་བཟང་ཆ་བུ་སེམས་སྙིང་རྗེ་མ་ལ་བརྟེན་ཏེ་མ་དེ་སྐྱེ་བ་སྔ་མའི་བྱས་རྟགས་སམ་དེ་ནི་ད་ལྟ་མ་དེ་གཅིག་པ་རེད། དེ་ནི་མ་ཐམས་ཅད་བྱང་བུ་དེ་བཏང་སྙོམས་རང་བྱིན་གྱིས་ལེགས། ད་དེ་ཐམས་ཅད་བདེ་བ་འཕྲལ་དུ་དགའ། བདེ་བ་དངོས་གནས་དེ་སངས་རྒྱས་ཀྱི་དགོངས་པར་རོལ་བ་དེ་དགའ་བ་དེ་ན་ལེགས། དེ་ཐམས་ཅད་དུག་ལྔ་གི་དགྲར་འདུག་རིགས་ཡོད་ན་ད་སྙིང་རྗེ་དེ་དེ་ན་ལེགས། དེ་ཡོད་དུས་དེ་བཟང་ཆོབ་སེམས་ལ་མ་བརྟེན་པ་སངས་རྒྱ་ཞིག་གི་མ་རེད། དཔེར་ན། བཟང་ཆོབ་སེམས་དེ་མ་སེམས་ཅན་ལ་མ་བརྟེན་པ་ཅི་ཞིག་ཡོད་མེད་ཀུན་རྫོབ་བཟང་ཆོབ་སེམས་དེ།

ད་ལྟའི་སྒྲ་དེ་སྔ་མོ་ཉོན་མོངས་པ་རང་གིས་བསགས་ཡོད་པ་ལས་ཀྱི་ཁོ་སྒྲ་ཆགས་ངོར་བ། ཡིན་དུས་ཁོ་འཁྲུལ་བའི་དབང་གིས་ཉེ་བར་སྐྱེས་པའི་རྒྱུ་ཁོ་བསགས་འདུག་དུས་དེ་དེ་ལས་ཉིན་བརྒྱའི་དགོས་འདུག་བ་དངོས་གནས་ཁྱེད་བསམ་བློ་གཏོང་ད་ཅིག་ཁབ་ཟོག་དུར་བུ་བཏང་དུས། ངོ་བལྟ་སྒྲ་རིག་དེ་འཛིང་དེ་ཕན་ཞིག་མི་འདུག་བ། དེ་སྒྲ་ཆུང་ཆུང་དེ་ཞེ་སྡང་ལངས་དེ་སྒྲ་ཆེན་པོ་ཞེ་སྡང་ལངས་ཡག་མི་འདུག་བ། ག་རེ་ཟེར་ན་མགོ་ལྕགས་མཐིལ་ན་དེ་ལག་པ་ལ་མེ་དམར་བཟོས་འོང་ན་ད་ལ་ལ་མི་འགྲོ་ཤོག་ཅིག་ང་ལག་པ་དེ་བསགས་པ་དེ་ཚོ་ཞེ་སྡང་ལངས་འདུག་བ།

སངས་རྒྱས་དཀོན་པོ་ཐོབ་ཤིག་མི་ཤིག་ལེར་ཆགས་འོང་འདུག་ཡིན་དུས་སེམས་ཅན་དེ་བཀའ་དྲིན་ཆེན་པོ་ཆགས་འདུག་ད་དངོས་གནས་བྱས་ཡིན་དུས་དེ་ནི་བྱང་ཆུབ་སེམས་ཀྱི་ས་བོན་དུ་འདི་ནི་དང་པོ་ཀུན་རྫོབ་བྱང་ཆུབ་སེམས་ཀྱི་ས་བོན་འདི་ནི་བསོད་ནམས་བསགས་དགོས། བསོད་ནམས་མ་བསགས་ན་འོང་མ་ནི། ཚོགས་བསགས་སྒྲུབ་པ་ལྟ་བུ་ལག་གཅིག་དང། རྟོགས་ལྡན་བླ་མ་ཟིན་རྣམས་ཁོ་ན་ལས་ཐབས་ཀྱིས་བསྟན་པ་རྨོངས་པ་ཞི་བར་གྱིས་སེ་ན་ཨཱ་ལི་ཀཱ་ལི་ཆུ་ཀླུང་ཆེན་པོའི་རྒྱུད་ནས་གསུངས་པ་ལྟར་དུ་ད་ཚོགས་བསགས་སྒྲུབ་པ་ལྟ་བུར་བྱེད་པ་ལ་བྱང་ཆུབ་སེམས་ནི་ལྷག་པ་མེད་པ་རེད་ཀུན་རྫོབ་བྱང་ཆུབ་སེམས། ད་དེ་ལ་བརྟེན་ནས་དེ་ཐམས་ཅད་སྡུག་བསྔལ་དུ་སྲིད་དགོས་ན་ཐར་པ་གོང་འཕེལ་ཐོབ་དགོས་འདུག་བ། ཐར་པ་གོང་འཕེལ་ཐོབ་ན་དོན་དམ་བྱང་ཆུབ་སེམས་ཀྱི་ཐར་པ་གོང་འཕེལ་ཐོབ་ཐོབ་བས་ད་དངོས་བརྒྱུད་ངོ་མ་དེ་དེ་ལས་འོངས་རེད་བ། མ་རེག་པར་སྒྲུབ་པ་ཟིན་ད་རྟེན་འབྲེལ་ཅུང་གཙོ་བོ་མ་རེག་པ་ཐོབ་འོང་བ། འོ་དེ་དེ་གྱིས་དགོས་རེད་དེ་ནས་ས་དེ་རིམ་པ་གཞན་དུ་ཧ་གོ་འོང་ཤེས་རེད་བྱང་ཆུབ་སེམས་ཀྱི་ས་བོང་དེ་འདེབས་རྒྱུ་དེ་གལ་ཆེན་པོ་རེད་ཟེར། ཚ་བ་ནམ་ཡང་ཁོ་གིས་ཀྱག་ཀྱག་བྱས་ནས་ད། རིག་ཚད་དང་མ་རིག་ཚད་འདུ་བ། ཁྱེད་ཚོ་གི་མར་སེམས་ཀྱིས་སྒོམ་དགོས་རིགས་བརྫོ་འདུག་ཟེར། དེ་མར་སེམས་ཀྱིས་སྒོ་ཀྱི་དེ་ལ་རིག་པ་ཡང་དག་པ་སླེ་འོས་མི་འདུག་ཟེར། ག་རེ་ཟེར་ན། དེ་ཡིན་ཞུགས་ན་དེ་ནི་སྒྲ་མ་ཟེར་བ་གཅིག་ཀྱང་མ་རེད་ཟེར་བ། དེ་སྒྲ་ཐམས་ཅད་ཐ་མ་ཤེས་ལྡན་སྒོམ་དགོས་རེད་བས་ཟེར། དེ་དོགས་སློང་སྐག་རྫུན་ཀྱག་ཀྱག་བྱས་ནས་བྲིས་འདུག་བ། ད་དེ་ཡིན་ཞུགས་ན་ང་ཚོས་ཟམ་པ་སྒོམ་ཞོར་རེད་བ། ཟམ་པ་སྒོམ་དུས་སྒྲ་ཁོ། དེ་ཁོག་གི་སྒྲ་ཐམས་ཅད་དེ་ཞེ་སྡང་གོང་གོ་རེ་བས་སི་ད་ཅི་རྫོང་དུ་སྒྲ་མ་ཟད་པ་ཅིག་སྐྱོ་མ་དེ་བདེན་པ་རེ་བ། བར་མ་མ་ཟད་ཅིག་འོད་མ་རེ་སྒྲ་མ་ཟད་ཅིག་འོད་མ་རེ་བ། དེས་ན་དེའི་སྒྲ་དེ་བཟོ་དགོས་ཡ་དེ་རྒྱུ་རྐྱེན་དེ་རང་གིས་བཟོས་ནས་དེ་ནི་དེའི་རྐྱེན་དེ་གི་སྒྲ་བྱ་དགོས་རེ་བ་བས་ན། དེ་ཡིན་དུས་སྒྲ་སྤྱིར་བཏང་གི་སྒྲ་དེ་བྱ་འོང་དུས་སྒྲ་དེ་ལ་ཉོན་མོངས་པའི་དབང་གིས་བྱོལ་སོང་ནས་ཁོ་ལས་དབང་གིས་སྡུག་བསྔལ་བསགས་ནས་དེ་བས་དེ་བཞིན་ལ་དངོས་གནས་སྒྲ་ཁོ་རང་དངོས་གནས་བྱས་ན་དགྲ་ཁོ་རང་ཞེ་སྡང་གི་དབང་དུ་སྐྱོར། གཏི་མུག་གི་དབང་དུ་སྐྱོར། འདོད་ཆགས་ཀྱི་དབང་དུ་སྐྱོར། ཡང་ན་རྔམ་ཟིང་བྱས་ནས་ཡོར་བདག་ཏུ་བཟུང་ནས། དེ་འཕྲོག་ཅུང་ལྟོགས་དགོས་ཙམ་ནས་འདོད་ཆགས་ཀྱི་དབང་དུ་སྐྱོར། ཡང་ན་གཏི་མུག་གི་བླང་དོར་མ་ཤེས་པའི་དབང་དུ་སྐྱོར། ངག་ངག་རྐུབ་ལྕག་ངག་བསམ་གཏན་སྐྱོར། ཡང་ན་དེ་ནི་ཞེ་སྡང་གི་དབང་དུ་འཕྲོག། ད་གང་དུ་དུག་གསུམ་མི་ལས་རིགས་འོད་དམར་བ། དེ་དུག་གསུམ་དབང་སྐྱོར་རིགས་དང་བསམ་ན་སྙིང་རྗེ་ཚད་མེད་པ་དགོངས་ན། དེ་དགྲ་མ་བཟོད་མེད་དུ་དེ་ཚོ་ལ་སྒོམ་འགྲིག་མདོག་རྫོགས་ད་ངེས། སྤྱིར་བསྟན་སྒྲ་ཟེར་རྒྱུ་དེ་ལ་ཆུང་ཆུང་གི་སྒྲ་བཟོ་ལ་མི་ཆེན་པོ་རིག་ནས་དེ་སྒྲ་དྲན་ཡིན་མི་འདུག་བཟོ་ངེས། ལ་ནི། གར་ཟེར་ན། རྒྱག་རྩེག་མི་ལ་སྤྲད་འོང་ན་གྲོད་སྒོ་རྒྱག་ལས་ཀྱིས་སྤྲད་འོང་ན་སྐྲ་མགོ་རྒྱག། ང་རྒྱག་རྩེག་སྤྲད་དགོས་ཟེར་མི་འདུག་ད་དུང་ཁུར་པོ་ཁུར་ཡག་ཅིག་སྤྲད་མ་སོང་ཟེར་གྱི་འདུག་བ། མི་འདོད་པ་ཁུར་གྱི་མི་འདུག་བ། ད་ཤི་དོང་གཅིག་རྒྱག་བྱས་ན།

མི་གཅིག་གིས་གཅིག་ལ་ང་རང་ཚོ་དཔོན་ནི་འབྲུག་པ་རེད་འདི་བོད་པ་ལ་འཇུས་ཆོག་འབྲུག་པ་ཚོ་ཡག་པོ་མིན་ཚོ་ད་ཆུང་ཆུང་རེད་བ་སྒྲ་བཟང་ཐུག་གི་རེད་མོ་ཚོ་དང་སྒྲ་བཟང་ཐུག་མ་ཁོ་ཁྱད་མཚར་རེད་བ་དཔེ་དེ་འདྲའི་ཆུང་ཆུང་སྒྲ་བཟང་དུ་མི་ཆེན་པོ་དེ་ཨ་ཁ་ཧ་གོ་ཐུབ་ཀྱི་མེད་ད་ད་ལྟ་ཁོ་རང་གི་རིག་པ་འཕར་ནས་འགྲོ་ཕིང་དུ་གོ་ནས་ངའི་རིག་པ་ལྷག་མྱོང་མ་ད་དེ་ཡིན་ན་སྒྲ་ཆེ་ཤོས་དེ་གཉེར་བ་རེད་བསྡད་ས་རེད།

འཚོ་བར་སྐྱིད་དགོས་ན་སེམས་ཅན་ལ་བརྟེན་དགོས་འདོ། ཡ་ས་ལ་འགྱིང་ན་ཡ་ས་ལ་བརྟེན་ནས་ལངས་དགོས་པ་ལྟར་དུ། དེ་ནི་ད་མ་སེམས་ཅན་མིན་ན་བཟོད་པར་བསྒོམ་དགོས་ན་ད་ལྟ་དགྲ་ལ་བཟོད་པ་བསྒོམ་དགོས་མ་གཏོགས་དེ་སྲོག་བཟོད་པ་བསྒོམ་དགོས། ཆོས་ཀྱི་ཆོས་ཚོགས་ནི་རྩ་སློང་ལྟ་བུ་ན་དགྲ་ལྟ་བཟོད་པ་བསྒོམ་པའི་སྟེང་ཕྱོགས་སྐྱོད་པར་བྱ་འདོ་བ། འོ་ད་དེ་ཡིན་དུས་དེ་ནས་འདི་ན་རིན་པོ་ཆེ་གི་གསུང་འོང་དུས་བྱང་ཆུབ་སེམས་ཀྱི་ས་བོན་ཐོབ་གསུང་འདོ་བ། ད་ཐོབ་ཟེར་དུས་སྐུ་ཚེགས་འགྲོ་བ། ད་ཡིན་དུས་ཀུན་རྫོབ་བྱང་ཆུབ་སེམས་ཀྱི་སེམས་ཅན་དང། ཅེས་དེ་ནི་ད་ཕན་པ་དང་བདེ་བའི་ཆེད་དུ་དུས་རྒྱུན་དུ་བསྒོམ་པར་རོགས་ལྟ་ད་ལ་ལིང་ལྟ་ན་སྦྱིན་པ་གཅིག་ལྟུང་ཧོན་འོང་ན་སྦྱིན་པ་ཆུང་ཆུང་འབུ་གྲོག་མ་རེ་ལ་ཟ་མ་ཆུང་ཆུང་མ་འབུ་སྐྲ་ཤད་མིན་ན་འོང་ད་འདི་ཐང་ཅེས་དེ་ནི་གནས་སྐབས་ད་ཁོ་རང་གྲོད་ཁོག་རྒྱ་ཆེ་ཚོ་གི་འདོད་པ་ཚད་མཐར་ཐུག་སངས་རྒྱས་ཀྱི་གོ་འཕང་ཐོབ་ཤོག་བསམ་པ་འདུས་ཤིག་ཅེས་དེ་ནི་བགྱིད་ད་དེ་ག་ནང་གི་བཙོག་སྐྱིན་ཐམས་ཅད་བཏང་འོང་ན་དེ་ག་ལ་ཁ་ལག་གི་འབྲེལ་བ་ཡོད་ཚད་རང་གི། ད་ལུས་དང་དྲོད་དང་རྟེན་ལ་སོགས་པ་འབྲེལ་བ་བ་ཅན་སྲིན་བུ་ཐམས་ཅད་དེ་ནི་ཁུ་ཚུར་འཚེམ་ན་མཐར་ཐུག་སངས་རྒྱས་ཀྱི་གོ་འཕང་ཐོབ་པའི་རྒྱུ་རུ་འགྱུར་ཤོག་བསམ་པ་ཅན་དཔེ་རླབས་ཆེན་པོ། དུས་རྒྱུན་དུ་ཐམས་ཅད་བྱང་ཆུབ་ཀྱི་ས་བོན་ཐེབས་འགྲོ། ད་དེ་ག་ནང་བཞིན་ཞེ་སྡང་ཁོང་ཁྲོ་ལྷག་འགྲོ་པོ་ནི་བཟོད་པ་བསྒོམ་ནས་དེ་ཁོ་ཞེ་སྡང་ཁོང་ཁྲོ་དེ་མེད་པ་ཅན་ཡོང་ནས་མཐར་ཐུག་རྣམ་མཁྱེན་གྱི་གོ་འཕང་ཐོབ་ཤོག་བསམ་པ་ཅན་ད་བཟོད་པ

ད་ལྟ་བསོད་ནམས་ཡིད་ཀྱི་ཚོགས་བསགས་འོ་ན་འབྲས་བུ་སྨན་ཡོངས་འདུས་ཚེ་ཐུང་ལ་དུར་བྱས་དེ་ནི་ཚེ་སྨད་འབྲས་བུ་སྨན་ཡོངས་འདུས་ཡང་དོན་དམ་བྱང་ཆུབ་སེམས་ཀྱི་དོང་དུ་ཇི་ལྟ་བ་བའི་སྒོ་དེ་ལ་བརྟེན་བརྩོན་འགྲུས་ནུས་པར་བརྩོན་འགྲུས་ལ་སྤྲོ་བ་ཡོད་བ། ཚོགས་སྦྱངས་དེ་ཁྱེད་སྒོ་སྲང་དེ་ནི་དེ་འདི་མི་འདུག་གཞན་དུ་བཟོ་རེ་བ་དེ་མ་རེ་བ། དེ་བྱང་ཆུབ་སེམས་ཀྱི་ལ་སྤྲོ་བ་ཡོད་པ་དུས་རྒྱུན་དུ་མ་ཡེངས་པ། དེ་ནི་ཡིད་སྤྲོ་བ་ལྔ་ནི་འཇུག་པ་གཅིག་གོ་ཤོད་རེད། དེ་ཡིན་དུས་ཁྱེད་རང་ཚོ་གོ་མ་གང་པོས་ནང་བཟང་ཆབ་སྲིད་མ་བརྗེད་པའི་ཆེད་དགའ་བཞིན་སྤྲོ་བཞིན་བཅུ་རུ་ཕན་ཡོང་བསམ་གྱིས་མི་ཁྱབ་པ་ཐོབ་འགོ་བྲིས་ལ་དེ་ང་རང་ཚོ་མི་ལུས་ལ་མ་དོན་ལྡན་ལུས་འགྱུར་བའི་ས་རེད་ཟེར་ཡིན་དུས་དེ་བཟང་ཆབ་སྲིད་ཀྱི་ས་བོན་ཐོབ་སོང་དེ་ནི་སྐུ་ཚབ་ནང་གི་འདུ་བ་ཟེར། ད་ལེ་ལ་ལྟ་འོང་དུས་གོ་བ་རྗེས་མ་དེ་ལ་ལྟ་འོང་དུས་ད་འདི་བཟང་ཆབ་སྲིད་སོང་གི་འདི་ཀུན་རྫོབ་བཟང་ཆབ་སྲིད་སོང་བ་ས་རེད། ད་དོན་དག་བཟང་ཆབ་སྲིད་འདི་ནི་ཤེས་འོང་ས་རེད། བདག་ཏུ་ལྟ་བའི་མུན་པ་ཁྱེད་སེལ་བའི་ཉིན་བྱེད་བྱང་ཆབ་སྲིད། སྣང་ནི་སྣང་བར་འགྲོ་བ་ལ་འདི་ལ་བརྟེན་པ་གཅིག་ཏུ་དགོས། ད་འདི་དོན་དམ་བྱང་ཆུབ་སེམས་བསྐྱེད་གནང་ངོ། ཡིན་དུས་ད་བདག་ཏུ་ལྟ་བ་དང་བདག་མེད་པ་ལ་བདག་ཏུ་འཛིན་ནས་དེ་ནི་ལས་ཀ་ག་རེ་བྱེད་ལ་ནི་ངས་ཅི་དགོས་བྱུང་ཚུལ་ང་ཟེར་གྱི་དེ་བདག་ཏུ་གཅིག་པར་བ་དང་པོ་ང་ཅི་ལས་འདོད་ང་རང་བསམ་ན་དང་པོ་ང་མ་གཏོགས་སླེབས་རོགས་བྱེད་མི་འདོད་བ། ད་འདི་བདག་ཏུ་ལྟ་བའི་མུན་པ། བདག་བདག་གི་མུན་པ་གཏི་མུག་གི་མུན་པ་ལྟ་བུ་བདག་མེད་པ་ལ་ཡོད་པར་རློམ་པས་དེ་ནི་མུན་པ་ཆེན་པོ་ཅན་ཞེས་ཟེར། ད་དེ་མུན་པ་དེ་ལ་དཔེ་ཕྱིར་ལོག་ཟེར་ན་དེ་ནི་དེ་བདག་ཟེར་རྒྱུ་དེ་ག་ན་བདག་བཏགས་ནས་དེ་ནི་རྩོད་པ་ཟིན་ནས་དེ་ནི་བདག་ཡོང་ན་ཁ་དོག་ཡོད་དགོས་རེད་ཁ་དོག་ཡོད་མིན། དེ་ནི་བདག་དེ་ཡོང་ན་དབྱིབས་དགོས་རེད་དབྱིབས་ཡོད་མིན། དེ་ནི་བདག་ཡོད་ཤུགས་ན་བདག་དེ་སྡོད་གནས་དགོས་རེད་སྡོད་གནས་ག་བ་རེད།

སྔ་འགྱུར་བ་དག་རྙིང་མ་དེ་གའི་དོན་དམ་ཐོག་ནས་ཡང་མན་ངག་ཐོག་ནས་དཔེ་མི་སྲིད་པའི་ཟབ་པོ་སྣང་བྱོས་གསར་བ་ཡིན་དུས་དེ་ནི་གང་ལྟར་བདག་ཏུ་ལྟ་བའི་མུན་པ་ཆེན་པོ་དེ་དག་བདག་ལ་བརྟེན་ནས་བདག་གིར་འཛིན་པ་སྐྱེ་འགོ་རུ་བ། བདག་གིར་འཛིན་པ་ལ་སྐྱེས་ནས་བདེ་སྡུག་སྐྱེ་འགོ་རུ་བ་ད་དེའི་མུན་པ་དེ་སེལ་བར་ཟད་པའི་ཉི་མ་ལྟ་བུ་དེ་ད་བཟང་ཕྱོགས་ཀྱི་ཚིག་རེད་སོ། ད་དེ་ལྟ་བུ་ནི་ས་ར་པར་ས་ར་ཧ་བ་ལུག་གི་ཏི་ལོག་པ་དེ་གའི་གསོག་འཇོག་རུ་བ། བསྐལ་པ་སྟོང་དུ་བསགས་པའི་མུན་པ་ཡང་སྒྲོན་མེ་བསྐྱེད་ཀྱི་མུན་པ་ཚོགས་དགོས་ཟེར་ཞིང། ད་དཔེ་དེ་ལྟར་དུ་ཕྱག་རྒྱ་ཆེན་པོ་གི་སྟེང་དོང་དེ་མཐོང་བ་ན་སྐད་ཅིག་ལ་མུན་པ་སེལ་ལེ་ཡིན་ཟེར་ད་དེ་བདག་མེད་ཀྱི་དོང། ད་བདག་མེད་ཀྱི་སྟོང་པའི་དོང་གཅིག་པོ་མ་ཡིན་པ་དེ་ནི་དེ་ལ་གསར་སྟོང་གི་དག་རང་བཞིན་གསར་སྟོང་ཟུང་འཇུག་གི་རང་གི་ཇི་ལྟ་བ་བཞིན་གྱི་བདེ་བར་སྙིང་པོ་གཤེགས་པའི་སྙིང་པོ་ལ་བཟོ་བཅུད་རྩ་བ་ནས་མ་ལོག་པ། ཇི་ལྟ་བ་བཞིན་དེ་ནི་བདག་རང་གི་ངོ་བོ་སྟེ། ཇི་ལྟ་བ་བཞིན་རེག་འོང་ན་ཐ་དད་ལ་རེག་པ་སྲིད་དང་གྲོགས་རབ་རྫོགས་སྐྱེ་འགལ། དེ་ཀ་རྒྱུད་ན་ནི་འཇིག་རྟེན་མགོན་པོའི་རིག་པ་སྲིད་དང་རེག་བདག་མ་ཡིན་ཁྱེད་ཡ་དེ་ཤི་བ་སྲིད་སོགས་འདོད་ཀྱི་འདུག་དེ་དག་དེ་དུང་དུ་ད་གཅིག་པ་རེད་གཅིག་པུ་ཐོག་སླེབས་ཤིང། ད་དེས་ཀྱང་དུས་དེའི་དུང་དུ་རེག་འོང་ན་དེ་ནི།

དེ་ནི་དེ་ལམ་དེ་ལ་བརྟེན་ནས་དེ་ནི་ད་སྣང་ནས་སྣང་བ་ལ་ལ་འགྲོ་བ་རེད་ད་དེ་ལ་ཐབས་རང་རང་གི་ཆོས་རྒྱུད་རང་རང་གི་མན་ངག་གིས་ཤེས་ཨོ་རྒྱུ་རུ་ཕྱག་རྒྱ་ཆེན་པོ་བརྗོད་ཡོད་ན་དེ་ནི་ད་རྩེ་གཅིག་སྤྲུལ་སྒྲ་རོ་གཅིག་དགོས་མེད་དེ་ལ་དེ་ནི་རྩེ་གཅིག་ཆུང་ངུ་འབྲིང་པོ་ཆེན་པོ་ཟིན་ཁོ་ད་སྣང་ནས་སྣང་བ་ལ་ལ་འགྲོ་ཡ་མན་ངག་རེད་དཔེར་ན།

ད་དེ་ལ་རྫོགས་པ་ཆེན་པོ་ཁོག་གི་ཆུ་སྐད་འདྲ་བས་ན། ཡེ་ནས་དེ་ནི་དྲི་མས་མ་གོས་པ་ཅང་འདུག་བསལ་རེད། ཡོན་ཏན་ཐམས་ཅད་ལྷུན་གྲུབ་ཏུ་རྫོགས་འགྱུར་རྫོགས་འདུག་བསལ་རེད། དེ་ནི་ཡོན་ཏན་ཐམས་ཅད་ལྷུན་གྲུབ་ཏུ་ཁོང་དུ་ཆུད་ཡོང་བས་ན་བྱང་ཆུབ་སོགས་རྫོགས་ཀྱི་ཁོག་ལྟ་བུ་འདྲ་སྟེ་འདི་འདྲ་ཞེས་ད་དེ་ཐད་ཀར། མདའ་རྒྱག་ལོ་ཞེས་ད་ཆ་ཤིང་ལ་དེ་འདྲའི་གཡོག་མ་ལ་དེ་རང་རང་རང་ནས་ཤེས་གསུང་མི་འདྲ་མི་འདྲ་འུག་དེ་ལ་མ་གཏོགས་དོན་ཐོག་སླེབས་ས་དེ་དེའི་ཐོག་ལམ་མ་ནོར་བ་དགོས་ཁོ་ན་དེའི་ཐོག་སླེབས་ཤོས་རེད་ཟེར་ད་དེ་ལ་དེ་འདི་ལ་བསྟན་པ་གཅིག་ཏུ་དགོས་ཟེར་ད་རྩ་བ་ངོ་མ་དེ་དེའི་ཐོག་ལ་དེ་སླེབས་དགོས་རེད་ཟེར། ཧོ་ཡིན་དུས་ད་ལྟ་ང་རང་ཚོ་གི་ད་ཀུན་རྫོབ་བྱང་ཆུབ་སེམས་ཅན་འདི་ཡང་དེ་ནི་རིམ་པ་བཞིན་དུ་སོང་ན་དེ་ནི་ཉམས་ཉེས་ལ། སྟོང་ཉིད་སྙིང་རྗེ་ཟུང་འཇུག་ཐོག་ནས་འགྲོ་རུང་དེ་ནི་ལམ་དུ་ནོར་བ་མེད་པ་རེད། ད་དེ་མ་བྱས་པའི་དང་པོ་ནི་རྫོགས་པ་ཆེན་པོ་དེང་སང་ཁ་གནམ་ས་དང་བདག་ནི་རྫོགས་པ་ཆེན་པོ། ས་བརྒྱ་ཆེན་པོ་དང་དང་པོ་ནི་ཁ་བདག་གི་སྒྲུབ་བདེ་ནི། བླ་མ་རྟོགས་པ་མཐོན་པོ་ཐམས་ཅད་ཀྱི་རྫོགས་པ་ཆེན་པོ་དང་ས་བརྒྱ་ཆེན་པོ་ངོ་སྤྲོད་འགྲོ་རུང། ཁོ་ཀྱེ་སྟོང་ཧེ་ཧེ་འདི་ང་རང་གི་ཤེས་ཤུགས་སམ་ཧམ་པ་སྐྱེས་འགྲོ་རུང་ནི་རྒྱུ་འབྲས་མེད་པ།

དེ་ཆགས་འོང་དོགས་ཟེར། ཡིན་དུས་དེ་ནི། དཔེར་ན། དེ་ནི། ག་རེ་ཟེར་དགོས་རེད་དང་པོ་རྒྱུ་འབྲས་ལ་ཞིབ་ཚགས་པོ་བྱེད་དགོས། དེ་ནི། སེམས་ཅན་ཐམས་ཅད་ལ་སྙིང་རྗེ་ཆེན་པོ་བྱེད་དང་བླ་མ་ལ་མོས་གུས་བྱེད་དང། དེ་ནི། མན་ངག་དེ་ལ་ཡིད་ཆེས་ཟབ་མོ་བྱེད་དང། དེ་ནི་རིམ་པས་ཟབ་མོའི་སྟོང་པ་ཉིད་སྐྱེ་འོང་ན་དེ་ནི་དངོས་གནས་ཡག་པོ་ཞིག་ཆགས་འོང་དོགས་ཟེར། དེ་མ་ཡིན་ནི་དེ་ནི། སྐྱོང་བྱེད་ཀྱིན་འདུག་ཟེར་དེ་ཡིན་དུས་དང་པོ་ཀུན་རྫོབ་བཟང་སྐྱོབ་སེམས་བསྐྱེད་དེ་ནི་དོན་དམ་བཟང་སྐྱོབ་སེམས་གསོ་ནི་རིན་པོ་ཆེ་གསོ་དགོས་ཡ་དེ་རྒྱུ་རྐྱེན་དེ་འདྲའི་མཐུ་བ་ཡོད་ས་རེད་ཟེར་དེ་ནི་ཡེ་ད་རུང་ང་རང་བསམ་ཚོར་གྱི་བཅས་སོ་ད་ག་རེ་རེད་ཟེར་ནས་རྒྱུ་འབྲས་ཡག་པོ་ཅིག་ཤེས་འོང་ན་དེ་ནི་དོན་དམ་པའི་ལྟ་བ་ཐོག་སླེབས་འོང་ས་བསམ་བོད་རེད་ཟེར་ངས་ག་རེ་ཟེར་ན། རྒྱུ་འབྲས་དེ་སྟོང་དང་བསྟན་སྐྱོང་རྒྱུ་རེད་རྒྱུ་འབྲས་རེ་རེ་བཞིན་དུ་རྒྱུ། ད་དཔེ་ན་ས་བོན་གྱིས་འདེབས་དགོས་ན་ས་བོན་དུ་བྱས་ནས། དེ་ནི་མྱུ་གུ་སྐྱེ་དགོས་རེད། ད་དེ་རུ་ཅན་སྟོང་དུ་བསྟན་སྐྱོང་གི། དེ་ནི་ངོ་བོ་ཇི་ལྟ་བ་ཡི་ཕྱིར་ནི་རྒྱུ་འབྲས་ལ་བསྟུན་ནས་དེ་ནི་སངས་རྒྱས་ཀྱི་གོམས་པར་ཐོབ་དགོས་ཞོར་རེད། སྟོང་ཉིད་ཇི་ལྟ་བ་དེ་ཚན་རིག་ཐམས་ཅད་སྟོང་ཉིད་རྟོགས་མ་ཐུབ་ན་ད་ལྟ་བལྟས་ཚེ་ང་རང་ཚོའི་སྟོང་ཉིད་དེ་དང་ཚན་རིག་ལ་སྐྱབས་མགོན་ཐམས་ཅད་མཁྱེན་པའི་བཀའ་མོལ་གནང་རྒྱུ་དེ་ཉེ་བོ་འོང་འདུག་གལ་ཏེ་ཁོང་ཚོས་ཚན་རིག་གི་མེད་བརྟག་དཔྱད་བྱེད་འོང་དུས་མཐའ་མ་སྟོང་དུ་བསྟན་སྐྱོང་འདྲ་བོ་ཆེ་དམིགས་བླངས་ལ་བཞག་འདུག་དེ་ཕ་ཡུལ་ལ་བལྟ་འདོར་བ། ང་རང་ཚོ་སེམས་ཀྱི་ཚོར་དང་དེ་ཁྱད་པར་ཞེ་དྲག་ཚེ་འུ་ཤོར་བ་དང་གཏིང་དཔའ། ཡིན་ནའང་ཧ་ལམ་ཧ་ལམ་སྐྱེ་ཁོག་འདྲ་བོ་དེ་སྐྱེ་དགུ་ཐོག་གླེང་འོང་ཡ་དེ་རྒྱུ་འབྲས་དེ་ནི་ད་སྟོང་དུ་བསྟན་བྱུང་ཐོག་མཐའ་མ་རྒྱུ་འབྲས་རྩ་བ་དེ་མཐོང་འདུག་བ། རྒྱུ་དེ་ག་ནས་སོང་དུ་སྡིག་པ་དེ་ཟ་རེ་བ་བན། སྡིག་པའི་ངོ་བོ་དེ་ག་འདྲས་རེད། ད་ལྟོས་ར་སྟོང་ཉིད་མཐོང་མོད་སྡིག་པ་བན་ཆུ་སྣུག་དུ་ཆུ་སེར་བ་མ་སྐྱེས་པའི་བཟོ་རྒྱུ་དེ་སྡིག་པ་རེ་བ། ཆུ་སེར་ཡིན་ན་ཆུ་སོགས་སྐྱེ་རྒྱུ་དེ་སྡིག་པ་རེ་བ། དེའི་སྡིག་པ་དེ་ངོ་བོ་ག་རེ་རེད། ཡ། ད་ལྟོས་ཤོག། དུས་རུ་ཚོད་ཀྱི་སྟོང་དུ་བསྟན་རྒྱུ་རྒྱུ་འབྲས་དངོས་ནི་ཕྱིས་ཕྱི་ཡང་དག་ན་སྟོང་ཉིད་དེ་ཀུན་ནས་སྟོང་ཉིད་རྒྱུ་འབྲས་ཉིད་དུ་ལྡང་ཟིན། རྒྱུ་འབྲས་སྟོང་ཉིད་ཉིད་དུ་ལྡང་ཟིན་ད་དེ་ལ་དཔེ་གོ་བ་ཡག་པོ་འདི་ཐུབ་ཤོས་རེད་ཟེར་ཡིན་དུས་དེ་གལ་ཆེན་པོ་ཡིན་འདུག་གཅིག་དེ་རེད། གཉིས་ན། ང་རང་གི་ས་མཚོ་རེད་ད་དེ་ང་ནོར་དུ་ཡོད་ཤེས་མ་རེད། ང་རང་ཚོ་རྒྱ་གི་དྲེང་རྫོང་ཟེར་བ། དྲན་བྱུང་ཟེར་རྒྱུ་དེ་བསྟན་པ་དེ་ད་ཞེ་དྲག་མེ་ལི་འོང་འགྲོ་ཀྱི་དེ་རྩ་བ་ག་རེ་ཐོབ་འདོད་ལྟ་འདོད་ཁོ་ལྟ་བ་ཡག་པོ་གྱི་འདུག་སྟེ། ལྟ་བ་ཡག་པོ་དེ་ཇི་ལྟ་བ་བཞིན་དུ་མན་ངག་གི་ཐོག་ནས་སྤྲད་རྒྱག་ལས་མ་གཏོགས་ང་རང་ཚོ་ནང་གི་དེ་ནི་ཀུན་རྫོབ་བཟང་ཆོབ་སེ་དོན་དམ་བཟང་ཆོབ་སེ་ད་ད་ལྟ་ང་རང་ཚོ་ཐུན་མོང་གི་སྔོན་འགྲོ་ཐུན་མིན་སྔོན་འགྲོ་ཚོ་རིམ་པ་བཞིན་དུ་དེ་བཤད་མ་ཡོང་དུས་ལྟོས་མེད་མ་ཏུ་རྟོགས་འགྲོ་རིགས་ཀྱི་མ་མ་རྟོགས་ཐམས་ཅད་རྟོགས་འོང་དོགས་འདོགས་བས་འགྲོ་དེ་ནི་མཐའ་མ་བསྟན་པ་དེ་ཉམས་འགྲོ་ཀྱི་དེར་ཐུག་ད་བསམ་ཡོད། ད་བསྟན་ཐུབ་རྒྱལ་ག་རེར་ཕྱིན་ན་དེའི་ལུས་གཙུག་ཟེར་འདུག་བ། ད་ངའི་མིང་བགྱིས་འདུག་བཙན་རྫོང་གི་རིམ་པ་དྲུག་དེ། རིམ་པ་དྲུག་པ་དེ་གི་ཚེག་དེ་ངས་གོ་འོང་དུས་རིམ་པ་དེ་ཉ་དེའི་རིམ་པ་དྲུག་པ་སྐབས་སུ་མི་གཉིས་འདུག་མི་གཉིས་ལ་གཅིག་གི་མེ་ལོང་ལ་དཔེ་བཞག་ནས་མེ་ལོང་དེ་ཡང་བྱ་ཡང་བྱ་ཟེར་དགོས་རེད་ཟེར་ནས་དཔེ་གཅིག་གཅིག་ཤོ་ལོ་ཀ་གཅིག་བརྩམས་མ་རེད། ད་ད་ལྟ་དེའི་ལུས་གཙུག་ཟེར་གྱི་དེ་གི་མེ་ལོང་ཟེར་གྱི་དེ་རེད་ཡོད་མ་རེད།

སྐད་ཀྱི་རང་བཞིན་ལ་ཐད་ཀར་བརྟེན་ནས་བཤད་འོང་དུས་དེ་ལྟ་བ་དངོས་གནས་ཇི་ལྟ་བ་རྟོགས་རྒྱུ་དེ་རང་བཞིན་ཐད་ཀར་བཤད་མི་ཐུབ་ཀི་རྟོགས་སོང་དུས་དེ་དངོས་གནས་པའི་ཁྱེད་ཚོ་གི་རྒྱུད་པ་འཛིན་མ་འདི་ཆགས་འདུག་བ། ཁོ་རང་ཚོའི་ལོ་རྒྱུས་ནང་ད་དུས་རེ་རེ་ཡོང་དུས་དེ་དེའི་རྒྱུན་ཡིན་དུས་དེ་ནི་རིམ་པ་བཞིན་དུ་མ་སྐྱོང་མ་རོགས་པའི་དེ་ཀྱི་སྟེང་པ་ད་ལྟ་བཙན་རྫོང་བཙན་རྫོང་དུ་འདུག་གི་དེ་ཁ་རེ་གི་བཙན་རྫོང་མོ་དོན་དང་དངོས་གནས་ཇི་ལྟ་བ་བཞིན་དུ་རྟོགས་འོས་མ་རེད་ཟེར་ཐོས་མ་རེད་འཆབ་འོས་མ་རེད་བ། གང་ཟག་ཚོ་གང་ཟག་ཟིན་གྱི་མ་རེད་བ། མང་ཁྱི་ཡ་ལ་ཇི་ལྟ་བ་ཡིན་ཡོང་མི་ཐོག་པའི་བསྟན་པ་དྲང་སྙང་འདུག་གྱི་དེ་དེ་མཐོང་དོན་བསམ་བ་རེད་དེ་ང་རང་གི་ད་ལྟའི་ངའི་བསམ་ཚོར་རེད། དེ་ཡིན་དུས་ད་ལྟ་ང་རང་ཚོ་གི་བཙན་རྫོང་གི་ལྟ་བ་དེ་ང་ཚོ་ངའི་ལྟ་འདུག་དུས་དེ་ལུས་ཚུལ་གསུངས་རྒྱུ་དེ་མེ་ལོང་ལས་དྲི་མ་ཧ་མ་རེད་ཟེར་རྒྱུ་དེ་ང་ཚོ་ལྟ་བ་གཅིག་པོ་ཐོག་སླེབས་འོང་འདོག་ཟེར། ད་ཡིན་ན་ཁོང་རྣམ་པ་ལ་ད་ལྟ་ལྟར་ང་ཚོ་ཚོ་དངུལ་འགྲོ་རྩལ་ལས་འདྲ་དེ་ནི།

བྱང་ཆུབ་སེམས་བསྐྱེད་རྣམ་བརྩེ་འཇོམས། བྱང་ཆུབ་སེམས་བསྐྱེད་དེ་ནི་མི་གཞན་ལ་བརྩེ་བ་ཐམས་ཅད་འཇོམས་འགྲོ་རེད། ག་འདྲས་པའི་འཇོམས། བྱང་ཆུབ་ཀུན་རྫོབ་བྱང་ཆུབ་སེམས་བསྐྱེད་སེམས་བསྐྱེད་ཐམས་ཅད་ཕ་མ་ལྟ་བུ་དག་དགོངས་ནས་དེ་རིང་ཡོང་དུས་དེ་ནི་ཕ་མ་ལ་འཚེ་བ་ག་ལ་ནུས་ཡ་དེ་མི་བསླུ་བ་དེ་ནི་དེའི་བག་ཆགས་དེ་འོས་རེད། ད་དེ་འཚེ་བ་མི་བསླུ་དེ་གི་བོད་པ་ལ་དཔེ་ན།

དགྲ་བོ་གཅིག་ཆགས་འོང་ཤོས་རེད་བ། ཡིན་དུས་བྱང་ཆུབ་སེམས་ཀྱི་རྣམ་པར་འཚེ་བ་དེ་ཀུན་རྫོབ་བྱང་ཆུབ་སེམས་ཀྱི་ཕྱིར་ལ་མི་འཇུག་འཇོམས་ཤོས་རེད་ཀུན་རྫོབ་བྱང་ཆུབ་སེམས་ཀྱི་སེམས་ཅན་ལ་དེ་གནོད་པ་འཚེ་བ་མི་སློབ་ལས་ད་རེས་བསམ་པ་ཉིད་ཀྱི་སྔོན་དུ་སོང་བ་རེད་དེ་ཐམས་ཅད་ཐར་པ་གོང་འཕང་ཐོབ་དགོས་ཡ་བསམ་པ་དེ་བྱང་ཆུབ་སེམས་ཡིན་དུས་དེ་ཀུན་དེ་རྣམ་པར་འཚེ་བ་དེ་འཇོམས་འོང་ཤོས་རེད། དོན་དམ་བྱང་ཆུབ་སེམས་ཀྱི་རྣམ་པར་འཚེ་བ་ཕྱི་ལ་མི་འཛམ་ནས་ངས་ཉིན་མ་ཁྱེད་རང་ཚོས་བཤད་ཚར་རེད།

ད་དེ་ཡིན་དུས་དེ་ནི་བྱང་ཆུབ་སེམས་ཀྱི་མི་བདེ་ཟེར་ཟེར་དུས་བྱང་ཆུབ་སེམས་ཀྱི་དེ་ནི་ད་མི་བདེ་བ་ཐམས་ཅད་དེ་ནི་ཟད་འགྲོ་བ་རེད། ག་རེ་ཟེར་ན་ད་ད་ལྟ་གོང་ནས་བཤད་པ་དང་ཀུན་རྫོབ་བྱང་ཆུབ་སེམས་ཀྱི་སེམས་ཀྱི་བསམ་བློ་གི་བསམ་བློ་གི་བློ་སྦྱོར་ནི་ཚིག་ཡོན་ཤོས་ནི་དོན་དམ་བྱང་ཆུབ་སེམས་ཀྱི་ཇི་ལྟ་བ་བཞིན་སྟོང་ཉིད་ཀྱི་རྟོགས་ཚར་དུས་སྟོང་ཉིད་ཇི་ལྟ་བ་བཞིན་དེའི་ཐོག་ལ་ལྟ་བ་དེ་ལ་གཡོ་བ་མེད་ན། དེ་ནི་མི་བདེ་བ་ཐམས་ཅད་རྣམ་པར་རྟོག་པ་ལས་བྱུང་བ་རེད། རྣམ་པར་རྟོག་པ་རང་བཞིན་མ་གྲུབ་པ་དེ་ཐོག་ལ་དེ་ནི་རང་གི་ངོ་བོ་དེ་ལ་གཡོ་བ་མི་བཟོད་ན་རྣམ་རྟོག་ནི་སྐད་ཅིག་ལ་གྲོལ་མི་ཡུལ་སྐད་ཅིག་ལ་མེད་པ་ཆགས་འགྲོ་རྒྱུ་སྐད་ཅིག་ལ་འཕྲོ་སྐད་ཅིག་ལ་མེད་པ་ཆགས་འགྲོ་རྒྱུ་ད་དེ་འདྲའི་ཅིག་ཡིན་པ་རེད་བ། དེ་ཡིན་དུས་དེ་ནི་མི་བདེ་བ་ཐམས་ཅད་དེ་ག་སིའི་ངོ་བྱོས་རེད། དེ། བྱང་ཆུབ་སེམས་ཀྱི་འཇིགས་པ་སྤོངས། ད་འཇིགས་པ་ཁྱེད་ལ་མི་སྤོང་ན་དེ་ནི་བཟང་ཆུབ་སེམས་ཀྱིས་འཇིགས་པ་སྤོང་གི་རེད། ག་རེ་ཀྱིས་འཇིགས་པ་མི་སྤོང་གི་རེད། བཟང་ཆུབ་སེམས་དེ་རྟོགས་འོང་ན་སྟོང་ཉིད་ཇི་ལྟ་བ་བཞིན་རྟོགས་དགོས་ཤོས་རེད། ད་དོན་དམ་བཟང་ཆུབ་སེམས་རྟོགས་དགོས། ཀུན་རྫོབ་བཟང་ཆུབ་སེམས་རྟོགས་དགོས་ན་འཇིགས་པ་སྤང་ཤོས་རེད། སེམས་ཅན་ཐམས་ཅད་ཀུན་རྫོབ་བཟང་ཆུབ་སེམས་ལ་བདག་བཞིན་གྱིས་པའི་སེམས་ཡོད་དུས་སྟག་མོ་ལུས་སྦྱིན་དེ་ལ་སོགས་པ་གནང་རྒྱག་ནས་ད་མི་ལ་སྦྱིན་པ་གཟུགས་པོ་སྦྱིན་པ་གཏོང་གི་རེད། སྤྲད་ནུས་ཤོས་རེད།

འཇིགས་ལ་འཇིགས་ཟིལ་དང་དགྲར་སོང་ཟེར་དེ་དུས་དེ་ནི་འཇིགས་པ་སྤོང་ངོ་ཟེར་རྒྱུ་དེ་ཀུན་རྫོབ་དོན་དང་གཉིས་ཀ་གི་འཇིགས་པ་སྤོང་འགྲོ་བས་ད་དེ་པའི་ཕན་ཡོན་བསམ་གྱིས་མ་ཁྱབ་པ་རེད་འདུག་ག་སའི་ཡོན་ཏན་བསམ་གྱིས་མ་ཁྱབ་པ། ད་འདི་ཞེ་དྲག་འདྲི་བྱེད་དགོས་ས་མི་འདུག་སྐྱེ་བོ་མ་ལུས་མགོ་བཅད་པ་ཐུབ་མཆོག་གིས་ཀྱང་བཀའ་བ་ཡིན། རང་ལ་བཟང་ཆོབ་སེམས་སྐྱེས་ན་ཕ་ཁྱེར་དགའ་བར་འགྱུར་བ་ཡིན། ད་མི་ཚང་མ་དེ་དགའ་ལས་ཀྱི་མགོ་ལས་ཀྱི་ནི་ཤཱཀྱ་ཐུབ་པའང་མ་མཐོང་རེད།

ཆེ། བཟང་མོ་ཟེར་ལས་ཀྱི་དྲང་སྲོང། ད་ག་རེ་དྲན་ཡིན་དག་ནི་མི་དྲན། དེ་རེ་ཚེ་རོལ་བག་གི་ད་བུ་མིན་གྱི་ཤར། དལ་གྱི་ཤ་རྒྱགས་ཐུབ་པ་ལ་ད། ཆུ་མཚོ་བོ་ལ་ཆུ་སོང་དེ། ཨོ་ཆུ་ང་ལ་དེ་ནི་སྤུ་གུ་སྐྱག་སོ་ངས་བྲོས་པ་ཨེར་ཚ་རེད་འདུག་ཁྱོད་ཁོ་ད་རུང་ཆུ་འཛོང་མདོ་མེད་ནི་འབུག་འདུག་ཁྱོད་རེ་ཚ་ཚེ་རྒྱགས་ཐུབ་པའི་ཚེག་རྒྱགས་མ་སོང་ཞིག་ད་དེ་ལྟ་དུ་ཤ་རྒྱགས་ཐུབ་པ་ལ་དེ་རེད། ད་དེ་ནི་ཤ་རྒྱགས་ཐུབ་པ་ལ། སྔོན་གྱི་ལས་ཟེར་གྱི་དེ་སྨད་ཡུལ་དུ་སྐྱོད་ཡོད་མ་རེད་ཤ་རྒྱགས་ཐུབ་པ་གི།

ཐོབ། རྒྱལ་བ་ཤཱཀྱ་ཐུབ་པ་ཀྱེ། དེ་ནི་མི་ཐམས་ཅད་མགོན་ནས་གཅིག་འོང་མ་ཧྲཱི་རེད། ཐུབ་མཆོག་གིས་ཀྱང་དཀའ་བས་ན། རང་ནི་བཟང་ཕྱོགས་སེམས་བསྐྱེད་ནས། རང་ལ་སྙིང་ཏིག་ནི་ཕན་པའི་བསམ་པ་ཀུན་རྫོབ་བཟང་ཕྱོགས་སེམས་དང་དོན་དམ་རང་བཞིན་མ་གྲུབ་པའི་སྟོང་ཉིད་ཀྱི་ལྟ་བ་དེ་འོང་ན་ཕར་ཆེ་བ་དེ་དེ་ནི་དགག་རེད། དེ་ག་རེ་ཟེར་ག་རེ་རང་ལ་ཕན་པའི་བསམ་པ་དེ་དེ་ཡོང་དུས་ང་ཕན་པོ་ཨ་ལི་བསམ་ནས་རེ་བའམ་རྐུབ་ལྕག་ཡག་པོ་བསྒྲག་དགོས་བསམ། མ་ལེ་ང་སློང་མོ་འདི་ཙམ་མི་སྡུག་བསྔལ་ཡོད་ཨ་མ་ཨེ། ཁོ་སེམས་ཅན་ཐམས་ཅད་དང་མཐུན་པར་གྱིས་ནས་འགྲོ་ཆོག་འོང་ཤོག་རེ། ལས་ཆོག་འོང་ཤོག་རེ། བསམ་བློ་དེ་ཇི་ལྟ་བ་བཞིན་གཏོང་འོང་དུས་དེ་ནས་ཀྱང་མི་དགའ་བ་འོང་ཤེས་པས་ཕར་ཆེར་དགའ་གི་རེད། ཡིན་ན་ཡང་འགའ་ཤས་གང་ཟེར་གི་མ་རེད་པ། ཡིན་དུས་ཁོང་གིས་ཕར་ཆེར་དགའ་བར་འགྱུར་བ་ཡིན་མོད་ཀྱང་ཁྱེད་ཅག་རྒྱ་དམར་སྒེར་གྱི་ཐག་གཅོད་ཐོབ་མི་འདུག་ཨོ་དེ་འདྲས་ཡིན་ས་རེད། དོན་ལ་ཐེག་པ་ཆེན་པོ་བ། ཟད་པར་བསམ་ན་བྱང་ཆུབ་སེམས་མ་ཅི་སྐྱེས་པར་བྱ་བ་དང་སྐྱེས་པ་གཞལ་ཡང་ཉམས་མི་ཟ། ད་དེ་ཐེག་པ་ཆེན་པོ་པ་ཇི་ཙམ་ཞིག་འོང་ན། བྱང་ཆུབ་སེམས་དེ་ནི་མ་སྐྱེས་པ་སྐྱེས་པར་ཟད་པ། ལྟ། ཚད་མའི་གཞི་དང་དེ་ནི་ལྟ། གཙོ་བོ་བསམ་པ་དང་སྙིང་རྗེ་ལ་བློ་སྦྱང་བ། དེ་ནི་སྐྱེས་པ་མི་ཉམས་པར་བྱེད་པར་བྱེད་པ་ལ་དག་བྱང་ཆུབ་སེམས་བསྐྱེད་ཀྱི་སྡོམ་པ་ལ་ཡིན། དེ་ནི་དུས་རྒྱུན་དུ་དེ་ནི་སྡོམ་པ་དེ་དག་ཡིད་ཀྱིས་བྱེད། དེ་ནི་བྱང་ཆུབ་སེམས་མ་ཉམས་པར་བྱེད་པ་ལྟ། དེ་ནི། ད་དེ་ལྟ་བུ་ཅིག་གི་སྒོ་ནས་བྱང་ཆུབ་སེམས་ཉམས་སུ་ལེན་དགོས་རེད་གསུངས་སྟབས་འདི་ན་སེམས་བསྐྱེད་ཀྱི་སྡོམ་པ་སེམས་བསྐྱེད་ཀྱི་ཕན་ཡོན་ད་རྒྱས་པར་མཁས་པ་ཆེན་པོས་བཤད་ན་ནི་དེ་ནི་ཕལ་ཆེར་བྱང་ཆུབ་སེམས་བསྐྱེད་ཀྱི་དབྱེ་བ་དང་དེ་ནི་ས་དང་ད་དེ་གའི་ས་སེར་ཟླ་བ་ལ་སོགས་པ་སེམས་བསྐྱེད་ཀྱི་ཕན་ཡོན་མང་པོ་ཅིག་འདི་ན

བརྟན་པ་དང་སེམས་ཅན་ཉི་མ་སྤར་འགོ་རེད། ད་བྱང་ཆུབ་དང་སེམས་ཅན་ཉི་མ་སྤར་འགོ་རེད། ད་སེམས་ཅན་ཐམས་ཅད་སངས་རྒྱས་ཀྱི་གོ་འཕང་ཐོབ་ན་ཅི་མ་རུང་བསམ་པ་སེམས་དེ་དང། སངས་རྒྱས་ཟེར་རྒྱུ་དེ་ད་སྒྲིབ་པ་ཐམས་ཅད་སངས་ནས་མ་རེག་པའི་མུན་པ་ཐམས་ཅད་སངས་ནས་མཁྱེན་པའི་ཡིད་རྒྱལ་རྒྱུ་དེ་རང་གི་སེམས་ཉིད་ཀྱི་བདེ་བར་གཤེགས་པའི་སྙིང་པོ་དེ་དོན་དམ་དུ་བསྟན་རིགས་དེར། དེ་དེའི་དོན་ལ་འབད་རྩོལ་བྱེད་རྒྱུ་དེ་ད། གནད་འགག་ཆེན་པོ་རྟོགས་དགོས་ཞེས་རེད། རང་ལ་དངོས་གནས་ཚེ་འདི་ལ་དེ་ཕན་གྱི་རེད། སེམས་མ་ལ་དེ་ཕན་གྱི་རེད། དེ་མིན་མ་འགྲོ་ན་མི་ཞིག་ཡར་མར་མ་སྐྱེ་འདོད་མི་ཐམས་ཅད་འཐིག་པོ་འདོད་བསམ་ས་ལྟར་སྦྱིན་བདག་མེད་ན་ཆགས་ཐུབ་ཀྱི་རེད། བྱང་ཆུབ་སེམས་ཀྱི་སེམས་ཉིད་དེ་རེད་ཡོང་ན། ད་སེམས་ཅན་བློས་མི་གཏོང་དགོས་རེད་དངོས་གནས་རེད། སེམས་ཅན་ཐམས་ཅད་ད་ཕ་མ་མ་བརྒྱད་པ་མེད་པ་རེད་འདི་ཐམས་ཅད་སྡུག་བསྔལ་གྱིས་སེལ་བར་བརྩེ་བའི་ཐབས། བསམ་པ་དེ་སེམས་ཀྱི་བློས་མི་སྟོང་པོ་དེ་ལྟར་དེ་ཉིད་དེ་གནད་ཆེན་པོ་ཡིན་པ་རེད། དེ་ཉིད་ཤོང་ནས་ད་རྩ་བ་ཤོར་སོང་ད་གཞན་དག་རེ་རེ་གནད་འགག་དེ་ཆེན་པོ་ཆགས་འོང་ཞོར་ཨོ་འོན་དུས་དེ་དེ་ད་ནམ་ཡང་མ་ཉམས་པ་བྱ་རྒྱུ་དེ་གལ་ཆེན་པོ་རེད། གལ་སྲིད་ཉམས་པའི་བློ་བྱུང་ན་ཡང་དེ་ནི་བཤགས་པ་བྱས་ནས་སྡོམ་སེམས་བསྐྱེད་དགོས་རྒྱུ་ད་དེ་གལ་ཆེན་པོ་ཆགས་འོང་རེད། དེ་སྐྱེས་ན་དགེ་སེམས་སྐྱེ་བ་དཀའ། ཐར་པ་འཁྱམས་དོན་དེ་བས་དཀའ། དེ་ལས་ཟང་ཟིང་རིན་པོ་ཆེ་སྐྱེ་བ་དཀའ་ཡང་ནན་གྱིས་གྱིས། ད་སྤྱིར་ན་དེ་ནི། དགེ་བའི་བསམ་པ་དེ་སྲིད་འདི་དགེ་སྲིད་འདི་སྐྱེད་རྒྱུ་དེ་དཀོན་པོ་རེད་ཟེར། ད་དེ་དངོས་གནས་རེད། རེད་འདུག་ང་རང་ཚོ་འཛམ་བུ་གླིང་པ་ལ་དེ་མི་ག་ཚད་ག་ཚད་འདུག། དེ་གའི་ནང་ནས་དེ་ནི་དགེ་བའི་སེམས་སྐྱེ་ཡོང་བ་དེ་ད་ཧ་ཅང་ཉུང་ཉུང་ཡིན་གྱི་རེད། ད་དངོས་གནས་སྙིང་ཐག་པ་ནས་བཞེས་ན་ཕན་སེམས་ཀྱི་དེ་ནི་དགེ་བ་སྐྱེ་ཡོང་རྒྱུ་དེ་ག་རང་མདུང་གི་མ་སྦགས་པ། ད་ངས་འདི་འདི་རུ་བྱས་ནས་ང་རའི་དམིགས་ཡུལ་འདི་འདྲ་བྱས་ནས་ང་ལ་ཕན་ཡོན་ལྡན་དགོས་ས་རེད་ཟེར་ན་དང་པོ་རང་གི་དམིགས་ཡུལ་བཟུང་མ་བསྡད་པ་ཧ་ཅང་ཁག་པོ་ཞིག་རེད། ད་དེ་རང་གི་དམིགས་ཡུལ་བཟུང་ན་ཡང་དེ་གིས་ཁོ་ཚོ་ལ་འདི་ཕན་པ་འདུག་བསམ་བཟོ་རོགས་བས་འོ་ན་ད་དེ་དགེ་བ་རེད་བ། དགེ་བ་དང་སྡིག་པ་གཉིས་ཟེར་གྱི་དེ་དགེ་བའི་ཁྲིད་དུ་འགྲོ་གི་རེད་བ། ཡིན་ན་ད་དེ་དེ་རེད། ཡིན་དུས་དེ་ནི་དེ་ལས་ཐར་པ་འཆམ་མཐུན་སྐྱེ་བ་དཀའ་ཟེར་ན། ད་ཐར་པ་དང་འཆམ་མཐུན་པ་སྐྱེ་རྒྱུ་དེ་གལ་ཆེན་པོ་རེད། དཔེར་ན་དེ་མིན་གཞན་དག་ཕར་ཞོག། ཇོ་སྒེག་དགུང་ཟླ་ཁ་མདུན་གྱི་འདོན་རྒྱུ་དེ་ཡང་ཐར་པ་བྱམས་དོན་ཡོངས་མིན་ཏེ། ཐེ་ཚོམ་རེད། ག་རེ་ཟེར་ན། ངའི་ཁ་མདུན་གྱི་རྟགས་ངའི་ཁ་མདུན་དུ་ཆགས་སོ་ད་ངས་དེ་ཁ་བསྟན་དུང་དེ་མ་ཆགས་པ་མ་རེད་ལོ་མ་དེ་ང་རང་གི་ཕའི་ནས་བསམ་འདུག་དང་པོ་ང་བསམ་ནས་མ་གཏོགས་ཨ་ཏི་མཐའ་ཡས་པའི་སེམས་ཀྱི་གཏམ་གྱི་རྣམ་འབྱིན་སངས་རྒྱས་ཀྱི་དགོངས་པ་ཐོབ་དགོས་རེད་ད་དེའི་ཆེད་དུ་ངས་དེ་རང་ཁ་མདུན་དེ་རིག་མ་རེད་བསམ། ཐར་པ་བྱམས་དོན་དེ་ཁོ་ཐར་པའི་བསམ་བློ་དེ་དང་པོ་སླེབས་རྒྱུ་དེ་ཁག་པོ་ཆགས་འོང་འདུག་བ།

ད་དེ་ཡིན་དུས་བྱང་ཆུབ་ཀྱི་ལམ་ལ་ཐར་པ་ཆབ་འབྲིང་གི་དགེ་བ་གླེང་བར་བྱོས། ད་དེ། ད་དེའི་མིང་ནི་དེ་རིང་ལས། ཁ་མཐོང་མཐོང་ཐུབ་ཤེས་མིན་ནམ། དེ་རིང་ངའི་སེམས་པ་བཟང་པོ་གྱི་སེམས་ནི་སེམས་ཅན་ཐམས་ཅད་སངས་རྒྱས་ཀྱི་གོ་འཕང་ཐོབ་པའི་རྒྱུ་རེ་སྒྲོག་གོ་བསམ་པ་གྱིས་ཁྱེད་རང་ཚོ་གི་ལས་ཞོ་སྐད་གཉིས་བསྲེགས་དུས་བལྟས་ཀྱིས་དེ་རིང་ལས་ཀ་ལས་སོ་བཀྲོལ་དུས་ལ་ཨང་འདི་མི་འབུ་ཐམས་ཅད་སྦྱིན་པ་དང་དེའི་དྲི་ལ་དབང་བ་ཐམས་ཅད་ངས་སྦྱིན་པ་དང་དེ་ཐམས་ཅད་ཐར་པའི་ས་བོན་ཐོབ་ཤོག་བསམ་དགེ་བ་ཆེན་པོ་བཟོ་འགྲོར་ད་དངོས་གནས། འོ་དེ་ག་ནང་བཞིན་སྤྱོད་ལམ་ཐམས་ཅད་བྱང་ཆུབ་སེམས་ཀྱི་ཟས་ཡོང་ན། དགེ་བ་མ་འབྱོར་པ་ཧ་ལམ་མི་རྫོགས་ཀྱི་རེད་ད། བྱང་ཆུབ་སེམས་ཀྱི་ལོག་ལོས་ཡོང་ན། ད་བྱང་ཆུབ་སེམས་ད་གཞན་དག་ཨང་སྙམ་ནས་ཁུ་ཕག་རྒྱག། འོ་དེ་རེད་ད་དེ་ཡིན་དུས་དེ་ལྟ་བུ་བྱང་ཆུབ་སེམས་ཀྱི་ཞི་གནས་ཀྱི་རིགས་ཚོགས་ན་ད་ཁྱེད་རང་ཚོ་དགེ་ཚོགས་བསམ་གྱིས་མ་ཁྱབ་པའང་རེད། དེ་ལས་བཟང་སེམས་སྐྱེ་བ་དཀའ་ཚེ་ད་དེ་ལས་ད་ལྟ་དགེ་བ་ཐར་པ་འཁྱམས་ཐུན་ཙམ་གྱིས་སྐྱེ་བ་དཀའ་བ་རེད་ལ་དེ་ལས་བྱང་ཆུབ་སེམས་ད། སངས་རྒྱས་ཀྱི་གོ་འཕང་ཐོབ་ཡག་བྱེད་དོན་ཡིན་བསམ་རྒྱུ་དེ་ཧ་ཅང་ཁག་པོ་ཆགས་ཡོང། དེ་ཡིན་དེ་སངས་རྒྱས་རྩོད་རྒྱུ་དེ་ག་རེ་རེད་ད་བསམ་བློ་གཏོང་དུས་དེ་ནི་དོན་དམ་བཟང་ཆོག་སེམས་སླེ་འོང་འདུག་བ། དོན་དམ་བཟང་ཆོག་སེམས་དེ་མཉམ་པར་བཞག་བཞིན་དུ་དེ་ནི་འབྲེག་འགྲོ་འདུག་བ་དེ་ཡིན་དུས་དེ་དེ་སྐྱེ་བ་ཁག་པོ་རེད་དེ་ད་དེ་ལ་ཡིན་གྱི་མིན་གྱི་ནན་ཏིང་གྱིས་གོ་རེ་སོང། རྒྱུན་དུ་ཡུན་རིང་བསྒོམས་པ་ལས་ཐིག་ཆེན་བྱང་ཆུབ་སེམས་བསྐྱེད་དེ། རྒྱུ་ཚོགས་ཚར་མ་སྨྱུག་བའི་ཡེ་ཡིན་ཟེར། ད་ལྟའི་ལྟ་ཅི་ངེས་གང་ནས་བཤད་རྒྱུ་དེ་གཅིག་པ་རེད། དང་པོ་སེམས་ཅན་ཉིད་ཡིད་དུ་འོང་བ་ཅིག་ཡོང་དགོས་རེད་བ། ཡིད་དུ་མ་འོང་བ་ལ་ཡོང་རོགས་བྱེད་གི་མ་རེད་བ། ཡིན་དུས་ཡིད་འོང་གི་བྱམས་པ། བྱམས་པ་ལ་བརྟེན་ནས་སྙིང་རྗེ་སོགས་སོགས་འདུ་བ་སྙིང་རྗེ་སྐྱེ། སྙིང་རྗེ་ལ་བརྟེན་ནས་དེ་སྡུག་བསྔལ་དྲག་འདུག་གི་བསམ་པ་དེ་སྐྱེ་ཡོང་དུས་ལྷག་པའི་བསམ་པ་སྐྱེ། དེ་ནས་དེ་ལ་བརྟེན་ནས་དེ་ནི་རྒྱུན་རིང་དུ་དག།

ལོ་ཡིག་དང་དེ་ལ་སོགས་པ་དག་རྩལ་དྲུག་རྒྱུ་ཚོགས་ཚང་ངོ་ན་དེ་ནི་གཉུག་མ་ཡིན་དགོས་རེད་བ་དཔེ་དེ་ལྟར་དུ་རེད། འོ་ཡིན་དུས་བྱང་ཆུབ་སེམས་སྐྱེ་བར་བྱེད་པ་ལ་དང་པོ་མི་ལྷོད་པོ་མི་གཞི་ཡག་པོ་ཅིག་ལ་བལྟས་དགོས་བསམ་པ་བཟང་པོ་ཅིག་ལ་སྐྱེ་དགོས་རེད་མ་གཏོགས་མི་བསམ་ངན་རང་ནས་ག་བ་ཅི་སྐྱེ་རོགས་བྱེད་ཀྱི་མ་རེད་བ་ཁོས་ཞིང་ས་ལྟ་བུ་དེ་མི་གཞི་དེ་ཆགས་འོང་ཞེས་དོན། ཡིན་དུས་དེ་ནི་དུས་རྒྱུན་དུ་ད་བསམ་པ་དང་སྙིང་རྗེ་ལ་འབད་བརྩོན་གནང་རྒྱུ་དེ་དང་དེ་ནི། ད་ཁྱེད་རང་ཚོས་གནས་ཚད་ལ་དཔག་པར་རང་རང་གི་ཉམས་ལེན་ག་རེ་ཡོད་བྱུང་དོན་དམ་བཟང་སྤྱོད་ཟིན་ན་བློ་གཡོ་བ་ཙམ་གྱིས་ཡོང་ན་ཡག་པོ་རེད། ཨ་ཡ་ད་དེ་ནི་བཟང་སྤྱོད་ཟིན་ད་འདིའི་འབྱོར་ན་ན་ཡང་ལེགས་ལ་ཆེ་ཡང་ལེགས། མཐུས་ཀྱང་ལེགས་ལ་དགོངས་ཀྱང་ལེགས་ཇི་ལྟར་བསལ་ཀྱང་ལེགས་པ་འདྲ། ད་དེ་ཕར་ཅིག་བཤད་ཐག་བཟང་སྤྱོད་ཟིན་ད་འདིའི་ན་ན་པད་མ་ཟེར་བ་ཡག་པོ་རེད། ག་རེ་ཟེར་ཡག་པོ་རེད་ང་ན་ཚ་མཁོག་འདུག་ཁོས་ཡག་པོ་རེད་ཟེར་དེ་འདྲའི་མ་རེད་ད། ན་ན་ཡག་པོ་རེད་ཡ། ན་ན་ན་ན་ང་ན་བའི་སྒང་སྔ་བསགས་ཀྱི་ལས་ངན་མཛད་པ་ཡིན་ཟེར་དུས་སྔ་བསགས་ཀྱི་ལས་ངན་མཛད་འོང་གི་རེད་ལས་ངན་པ་མཛད་ཀྱི་ཐོག་ལ་ད་དུས་བྱང་ཆུབ་ཀྱི་སེམས་ཀྱི་བདག་བཞིན་རྒྱལ་བའི་བསམ་བློ་དང་གཞན་ཕན་གྱི་བསམ་པ་ཀུན་རྫོབ་བྱང་ཆུབ་སེམས་ལ་ཡོང་ན་དེ་ལས་ཡག་ཤོས་རེད། ད་དེ་མ་ཡིན་ན་དེ་ནི་དོན་དམ་བྱང་ཆུབ་སེམས་ཀྱི་ལྟ་བའི་ཐོག་ཏུ་འཇོག་ཐུབ་ཡོང་ན་ལྟ་བ་རྣམ་པར་ཡལ་ལ་དེ་ལས་ཡག་ཤོས་རེད། ཤེས་ན་ཤེས་ན་ཤེས་ཡང་ལེགས། བཟང་ཆོག་ཚིག་དང་ལྡན་པ་མི་སྐྱེ་གི་དེ་ཤེས་འོང་ན་དེ་འདི་དཔེ་མི་སྲིད་པ་ཡག་ཤོས་རེད། ག་རེ་ཟིན་ཡག་ཤོས་རེད། མི་གཉིས་ཆོས་ཡོད་ཁོར་སོང་དུས་ཁོ་བཟང་ཆོག་ཚིག་དང་རེད་མ་རེད་ཁོ་མ་ཤོར་ན་བསམ་ནས་ད་དེ་བསམ་པ་བཟང་མ་བསམ་གྱི་རེད་བ། གཅིག་དེ་བསམ་དུས་ཁོ་མ་ཤོར་ན། བསམ་ནས་ང་འཁོར་སོང་ལ་འཁོར་སོང་ཁོ་སྨྲ་བ་ལ་བསམ། དེ་རུ་བསམ་བྱས་གཉིས་ཀ་ཆོས་ཀྱིས་སོ། གཉིས་ཀ་ལྷ་ལུས་ལོངས་སོང་ནས་མདོ་རྣམས་བཤད་དབྱེ་བ། དཔེ་དེ་ལྟར་དུ་སེམས་པ་བཟང་པོ་ཙམ་གྱིས་སྐྱེས་པ་ལ་ལྷ་ལུས་ལེན་བྱུང་བ་ན། དེ་ནི་བྱང་ཆུབ་ཀྱི་སེམས་ཐར་པའི་ཀུན་རྫོབ་བྱང་ཆུབ་སེམས་བདེན་འདི་དེ་ཤེས་འོང་ན་དེ་ནི་ད། གཞན་དག་ལས་དེ་ནི་ཡག་ཚ་གི་ད། གོ་འཕང་ཐོབ་དགོས་བར་བ་པ་ལ་ལྷ་དང་མི་ཡི་ལུས་རྟེན་དང། ཏེ། ཐོབ་དང་ཐོབ་སྟེ་དེ་ལས་ཡག་ཚ་གཅིག་དང་བཟང་ཐུབ་ཟིན་གྱི་ད་བེད་ཡོང་ཐད་ཀྱི་ནུས་པ་དཔེ་མི་སྲིད་པ་མི་ཡི་ནང་ནས་ཡིན་ན་དཔེ་ཆ་མེད་བླ་མ་ཆ་མེད་རི་ཆུའི་ནང་ནས་ཤེས་དབང་དབང་ཞུས་ཏེ་བེད་ཡོང་བྱེད་པའོ་ཡིན་ད་ནི་དུད་འགྲོ་ལུས་ལེན་ཡོང་ན་དབང་ཆེན་པོ་རྫིག་པོ་ཆགས་ལུས་ལེན་ཡོང་སྲིད་ཟེར་ལོ་བཟང་ཐུབ་ཟིན་ཐད་ཀྱི་དེ་ནི་དཔེ་མི་སྲིད་པའི་གཞན་ལ་མི་འདྲ་བ་ཡང་ཆགས་འོང་གི་འདུག་ད་ཐུགས་ཀྱང་ལེགས་ནི་སྒོམ་གྱི་རེད་ཟེར། མཐུད་པ་ལ་ཕན་ཡོང་ལ་བཟང་ཆོབ་སེམས་མཐུད་པ་ལ་ཡག་ཟེར་དེ་མ་ཡིན་རེད་བ། ད་བཟང་ཆོབ་སེམས་མཐུད་ཡོང་དུས་ཁྱེད་ཚོ་ཚང་མ་སེམས་བདེ་སྟེ་ངན་སྐྱིད་སྟེ་ངན་ཉོན་གྱི་རེད། ངག་ཉམས་ཡོང་དུས་ཐེ་ཚོམ་མང་པོ་སྐྱེ། ཁོ་བཙག་བཤད་སློང་བཤད་ཨེ་རེད་ཁྱེད་བཤད་འདུག་ག་རེ་བཤད་འདུག་ཟ་འདི་བཤད་འོ་འདུག་བ། ཁྱེད་དངོས་གནས་རིག་པ་ཡག་པོ་བྱེད་མི། བཟང་ཆོབ་སེམས་དེ་ཡོད་མ། བྱང་ཆུབ་སེམས་ཀྱི་སྟེང་བརྡེག་འོང་ན་སྐྱིད་པོ་བཟོ་རེ་ད་བྱང་ཆུབ་སེམས་ཡེ་ལུ་མ་ཏི་ཀི་བརྡེག་འོང་ན། ལ་ལ་ཀི་ཏི་ཕ་ཤ་སོགས་ཅི་དགོས་བརྡེག་དེ་རྩ་གནོད་རྒྱུ་མེད་པ་གལ་སྲིད་ཁོ་སེམས་པ་བཟང་པོ་ཡིན་དེ་བདག་རེད་ད་ཁོང་ཁྲོ་མ་ལངས་ན་གནོད་ཤོས་མ་རེད། བྱང་ཆུབ་སེམས་ཀྱི་བརྡེག་འོང་ན་དཔེ་སྙིང་པོ་རེད། དེ་ཡིན་དུས་ཐུགས་ཀྱང་ཁྱེད་ལ་མ་ལེགས་ན་དེ་རེད་དེ་དགོངས་ན་ལེགས་དང་ལེགས།

དེ་ནི་སྤྱིར་བཏང་སྔ་མོ་གྲུབ་ཐོབ་ཀྱི་མགོར་ན་ནི་ཞེས་བའི་རིགས། ང་ན་ནི་ན་ནི་འདི་ནི་ན་བའི་དགའ་ཞེས་རིགས། དེ་ན་ནི་དགའ་ཞེས་ག་རེ་རིགས་ཞེ་ན། སྔར་བསགས་ཀྱི་ལས་ངན་མཛད་ཞེས་རིགས། མ་ན་ནི་དེ་བས་དགའ་ཞེས་རིགས། ཁོ་བོ་དར་འགྱུར་ལུས་སྟེང་འདི་ལ་དེ་ནི་ན་ཚ་མེད་པར་དགེ་བཅུ་འགྲུབ་བཞིན་དུ་ཞེས་རིགས། འོ་དེ་དཔེ་མི་སྲིད་པས་དེ་རིགས། དེ་ཡིས་མགུ་རུ་ཆོས་ཀྱི་དབང་གསུངས་ཟེར་བ་ཆོས་ངན་མ་ངན་ཤེས་ཚར་ཡིན་བསམ།

ཁྱོད་རང་ད་ལྟ་ཤི་འགྲོ་ཤོག་མགོ་རུ་ཆུ་རྐྱོང་བ་ཚོ་ད་ནི་ཤི་འགྲོ་རོགས། ང་ནག་ནི་ཤི་འགྲོ་འདོག་ཤི་ནི་དགའ་མོ་ཐམས་ཅད་དགའ་དགའ་སྐྱིད་ཚེ། དགའ་རི་ཆུ་དབང་མ་ཤི་ནི་དགའ་ཤོས་རེད། མ་ཤི་ནི་དགའ་དགའ་སྐྱིད་ང་ཆུ་དབང་སིང་དེ་ལ་ཅི་འགྲོ་རྒྱུ་ཡོད་མ་རེད་ཆི་སྐད་མ་ཤི་བ་ཐམས་ཅད་དགའ་དགའ་དགའ་སྐྱིད་རོགས་ཀྱིས་ང་སིང་ལི་ཤི་འགྲོ་རྒྱུ་ཡོད་མ་རེད། ཤི་ནི་དགའ་ནི་ཐམས་ཅད་དགའ་དགའ་སྐྱིད་ང་ལི་པོ་ནི་ཤི་འགྲོ་རེད་དེ། གཉིས་ཀ་དགའ་ལེགས་ཀྱིས་བཞུགས་རོགས་ཀྱིས་ཚེ་ཆུ་དབང་ད་མགོ་རུ་ཡག་པོ་བྱོས་དོན་དག་དེ་རེད་ཟེར་ནས་ཤིག་ལ་རེད། ཧོ་ཡིན་དུས་བཟང་ཆོབ་སིང་ཡོད།

དངོས་གནས་རེད། རང་གི་ཡིག། ཡིག་གི་ཤིས་པ་དེའི་བློ་ཡོད་ལ་ཆགས་ན་དེ་འཕྲོར་འདོགས་པ་རེད། རྨི་ལམ་ལ་འདས་པ་བཟའ་བ་མ་འོངས་པ་བཟའ་བ་ད་ལྟ་བཟའ་བ་བོད་རེད་རྨིས་ཤོས་རེད། ཡང་དེའི་རྩོམ་ཆག་དེ་དམིགས་སུ་བཙུགས་གོ་ད་འབྲི་འཇོག་རེད་སོང་བ་ཅིག་རྨིས་ཡོང་ཤོས་རེད་རྨི་ལམ་ལ། ཡིན་ན་རྨི་ལམ་དེ་བདེན་པར་མ་གྲུབ་པ་རེད།

ཡིན་ན་བར་དོའི་སི་ཡ་དེ་ལ་ད་ལྟའི་བདེན་འཛིན་གྱི་དྲི་མ་དེ་དག་ནི་རྨི་ལམ་འཛིན་པ་དག་ལས་ཀྱང་ཁོ་རང་རྨི་ལམ་རྨི་ལམ་སྦྱང་བའི་སྐབས་སུ་མན་ངག་ཅོ་རི་དེ་དེའི་ཐོག་ཏུ་ཁྱེད་ཡོང་ན་ད་ངེས་པར་དུ་བར་དོ་ལ་ཕན་ཤོས་ཡོད་རྒྱུ་རེད་བསམ་གྱི་འདུག་དེ་ངའི་བསམ་ཚོར་རེད། ཡིན་ན་དེ་རུ་ཡིག་ནོར་བུ་གང་རེད་ལ་དྲི་སྣང་དེ་ཁོང་གི་ཉམས་ལེན་ཆེན་པོ་བསམ་གྱིས་མ་ཁྱབ་པ་རེད། དེ་ནི་དེ་དུས་ཡག་ཤོས་རེད་མོད་ང་ཚོས་ཉམས་ལེན་མ་མྱོང་ནི་མི་དགོས་ཤིག་མ་རེད། རེ་བ་མ་ཟོས་ནི་རེ་བ། དུས་རྒྱུན་དུ་ཁྱོད་བླ་མ་ཚོས་དད་པ་ཆེ་བ་ནི་དེ་ལ་གསོལ་བ་ཡག་པོ་གཏོང་དེ་ངས་བརྗོད་དེ་ནི་དངོས་གནས་དོན་དམ་པ་ཇི་ལྟ་བ་རྟོགས་པར་ཟིན་གྱི་ལབ་ཏུ་སོང་བསམ་པ་མུ་གེ་ཡག་པོ་སྐྱེས་དེ་ནི་ཁྱོད་ས་ཡག་པོ་འཚོ། དེའི་དགེ་བ་དེ་སེམས་ཅན་ཐམས་ཅད་སངས་རྒྱས་ཐོབ་པའི་གསེབ་ཏུ་སྔོ་བསམ་པ་ཅི་ལྟ་བ་རེ་ཞིག་སྐྱེས་དུས་ཡོང་ཐང་ཡོང་ཐང་དེ་ཁྱོད་དྲི་བ་ཡག་རུ་འགྲོ་དེ་ནི་བླ་མ་འདི་ཡག་པོ་གྱོན་འཕྲད་དགེ་བ་ཞིག་ཉིད་དེ་ཁྱོད་དེ་འདྲ་ཡོང་སྲིད་གི་རེད། སྒམ་པོ་པ་གཤེགས་འགྲོ་ཁ་ཞར་འཁྱམས་ལ་སོང་བ་རེད། ང། ང་ཡི་སེམས་འདི་བརྟན་གཡོ་ཐམས་ཅད་ལ་ཁྱབ་ཡོད་རེད། བརྟན་པ་དང་གཡོ་བ་ཐམས་ཅད་ལ་བརྟན་གཡོ། གུ་ཅོ་རྒྱག་གི་ཡོད་པ་དང་གུ་ཅོ་རྒྱག་གི་མེད་པ་ཐམས་ཅད་ལ་ཁྱབ་ཡོད་རེད་ཅེས་ཐག་གོ་སླ་བོ་ཚོགས་པའི་སྟེང། དེ་ཡིན་དུས་ཁྱེད་རང་ཚོ་དེ་ནས་མི་ལ་རས་པ་དང་སྒམ་སྦོག་པ་ཁོང། ད་བཀའ་སྤྱི་གོང་མ་ཐམས་ཅད་སོང་བར་ཐུག་གི་ཟེར་སྒམ་སྦོག་པ་གཅིག་པོ་མི་གཙང་པ་རྒྱ་རིགས་ཀྱི་སོང་བར་ཐུག་གི་ཟེར་ད་དེ་ག་ནང་བཞིན་གླིང་རིགས་ཀྱི་སོང་བ་རེད། འཇིག་རྟེན་མགོན་པོས་སོང་བ་རེད་བཀའ་རྒྱུད་གོང་མ་ཐམས་ཅད་མ་བགྱིས་ར་དེ་ནི་ལྷུ་བ་མི་གཏོང་སོང་བ་རེད། ཁྱེད་རང་ཚོ་དེ་མི་ལ་རས་པ་དང་སྒ་འབོག་པ་དང་འཇིག་རྟེན་མགོན་པོ་ཚོ་རྒྱུད་ལ་གསོལ་བ་ཡག་པོ་འདེབས་རྒྱུ་དེ་གལ་ཆེན་པོ་ཆགས་ཡོད་རེད། དེ་ནི་གཞན་དག་མ་ཤེས་ན་ཤི་འོང་དུས་དེས་བྲིས་ནས་གསོལ་བ་ཐོབ་འདུག་ར་ཁྱོད་ལང་ཐོབ་འགྲོ་རེད། དེའི་རྐྱེན་ངས་དེ་ནི་འཇིག་རྟེན་མགོན་པོས་སོང་བ་རེད། དེའི་རྐྱེན་གྱིས་ང་བྲིས་ན་དེ་ནི་ཡོ་བྱུང་བ་ཡིན། ཁོང་གིས་དེ་ནི་ཐར་པའི་ལམ་ལ་བཀོད་ལེགས་ལྷུ་བ་མི་གཏོང་ཚུལ་ནི་ཞར་བྱེད་མ་རེད་ཟེར། དེ་ཡིན་དུས་ཁྱེད་རང་ཚོས་བཀའ་ཁྲིའི་གོང་མ་མི་ལ་རས་པ་སྒམ་སྦོ་པ་ད་ལྟའི་རྙིང་མ་ལ་བ་མ་ཚད་ཁྱོད་རྙིང་མ་ལ་དད་པ་ནི་མགུར་རུ་རིན་པོ་ཆེ་ཀུན་མཁྱེན་ཀློང་ཆེན་པ་འཇིགས་མེད་གླིང་པ་དེ་གའི་ལ་དར་གསོལ་བ་ཐོབ་དོན་ལྷུ་བ་རྩ་བ་ནས་ཡོད་མ་རེད་ཟེར།